ཐོག་མོ་དེ་ལ་འདི་གར་ཕེབས་པའི་མཛད་གཙོ་བ་རྣམ་པ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་སྐུ་ཚབ་རྣམ་པ་སེར་སྐྱ་ཕོ་མོ་ཡོངས་ལ་འཚམས་འདྲི་དགོངས་དྲོ་དེ་ལས་ཞུ་བ་དང་ཆབས་ཅིག་འཛིན་རིམ་དང་པོ་དབུས་སྤྱི་ཁྱབ་ཚོགས་གཙོ་ཚེ་བརྟན་ནོར་བུ་ལགས་ནས་ངོ་སྤྲོད་གཏམ་བཤད་འདོན་རྒྱུ།

གོ་སྒྲིག་ཞུས་པའི་མང་གཙོ་དང་ཆིག་སྒྲིལ་ཞེས་པའི་བརྗོད་གཞི་དེའི་ཐོག་ལ་ཡང་ཆེད་དུ་གདན་ཞུ་གསོལ་འདེབས་ཕུལ་བའི་བཀའ་བློན་ཁྲི་ཟུར་མཁས་དབང་སྐྱབས་རྗེ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་དབུས་པའི་ཚོགས་ཁང་དེའི་ནང་ཕེབས་པའི་སྐྱབས་ཡུལ་དགེ་འདུན་གྱི་སྡེ་རྣམ་པ་དང། དཔལ་ལྡན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བུ་མོ་སྤྱི་འཐུས་རྣམ་པ། བུ་མོ་སྤྱི་ཟུར་རྣམ་པ། གཞུང་འབྲེལ་དང་གཞུང་འབྲེལ་མིན་པའི་ཚོགས་པ་སྡེ་ཚན་ཁག་གི་འགན་འཛིན་དང་ཚོགས་གཙོ་རྒྱུན་ལས་རྣམ་པ། སེར་སྐྱ་མི་དམངས་རྣམ་པ། གསར་འགོད་པ་རྣམ་པ་ལྷན་རྒྱས་ཡོངས་ལ་ཡང་ཐོག་མ་ནས་བོད་རྒྱལ་ཡོངས་མང་ཚོགས་པས་ཚབ་ཞུས་ནས་གུས་འདུད་ཆེན་པོའི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་སུ་ཞུ་བ་ཡིན། ཚང་མས་དགོངས་པའི་མངལ་གསལ་གཞི་བཟུང་བོད་ཀྱི་རྒྱལ་ཡོངས་མང་གཙོ་ཚོགས་པ་དེ་ཆོ་ག་རིས་མེད་ཆོས་ལུགས་དབྱེ་མེད་ཕོ་མོ་རྒན་གཞོན་དབྱེ་མེད་ཀྱི་ཐོག་ནས། སྲིད་དོན་ཚོགས་པའི་ངོ་བོའི་ཐོག་ནས་བལྟས་ཚེ་མི་ལོ་ཉི་ཤུ་རྩ་བཞི་ཡས་མས་ཀྱི་རིང་ལ་ཡང་གཞི་རིམ་མང་ཚོགས་ནང་ནས་ཡང་ཆབ་སྲིད་གོ་རྟོགས་དང་མང་གཙོའི་གོ་རྟོགས་ཀྱི་ལས་སྒོ་རབ་དང་རིམ་པ་ཞིག་སྤེལ་ཡོད་རེད་དེའི་ནང་ནས་དོན་གནད་འདྲ་བོ་གལ་ཆེ་དེ་དོན་གནད་གསུམ་དེ་ཞིག་རེད། དེའི་ནང་ནས་དོན་གནད་དང་པོ་དེ་བཙན་བྱོལ་བོད་མིའི་གཞི་རིམ་མང་ཚོགས་སྤྱི་དང། ལྷག་པར་དུ་མཐོ་སློབ་འགྲིམ་བཞིན་པའི་སློབ་མ་ཚོར་ཡང་དམིགས་བསལ་གོ་སྒྲིག་ཟབ་སྦྱོང། ཆེད་ལས་བ་དང་མཁས་དབང་གདན་ཞུ་གིས་མི་མང་ལ་ཡང་མང་གཙོའི་གོ་རྟོགས་དང་འབྲེལ་བའི་གཏམ་བཤད་གོ་སྒྲིག་ཞུས་ཡས་བགྲོ་གླེང་གོ་སྒྲིག་ཞུས་ཡས་འདི་བརྒྱད་ཀྱི་ལས་རིམ་གཅིག་རེད། ལས་རིམ་གཉིས་པ་དེ་བཙན་བྱོལ་བོད་མིའི་བཅའ་ཁྲིམས་དགོངས་དོན་གཞིར་བཞག་སྟེ་ལོ་ལྔ་རེ་ཙམ་ནས། ལོ་ལྔ་རེ་ནས་དེ་སྔ་ཡིན་ན་དཀའ་བའི་ཁྲི་པ་དེ་འདྲ་ཡིན་ན་སྲིད་སྐྱོང་དང་སྤྱི་མཐུན་གྱི་འོས་མི་ས་བོན་བཏོན་ནས་མི་མང་གི་ངོ་སྤྲོད་དང་དྲིལ་བསྒྲགས་ཞོད་འདི་ལ་བརྟེན་ནས་མི་མང་གི་བགྲོ་གླིང་དེ་ཡིད་ཆོས་ཀྱི་ལས་རིམ་གཅིག་རེད། གསུམ་པ་དེ་ང་ཚོ་བོད་མི་སྤྱི་བོ་གནམ་བསྟན་ཡོངས་ལ་ཡ་ཁྲི་བའི་ལས་འགན་དེ་བོད་དོན་འཐབ་རྩོད་ཀྱི་ལེའུ

རྩ་བའི་ཆ་ནས་ང་ཚོ་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ནི་ཡང་མང་གཙོ་རེད། ཆིག་སྒྲིལ་མི་འདུག་ཞུ་གི་མེད། རེད་དེ། ཡིན་པ་ཡིན་ན་ད་ང་ཚོ་མང་གཙོ་ཡོད་པའི་རང་བཙན་རྒྱལ་ཁབ་དང་མ་འདྲ་བའི་སོ་སོའི་ས་ཆ་མེད་པའི་སྐྱབས་བཅོལ་བའི་གནས་བབ་ཅིག་སོ་སོའི་རྒྱལ་ཁབ་མི་ཡི་ལག་པར་ཤོར་བའི་གི་རྩ་དོན་འཐབ་རྩོད་བྱེད་མཁན་གྱི་མི་རིགས་དང། སྒྲིག་འཛུགས་ཅིག་ཆགས་བསྡད་ཡོད་རྒྱུ་བརྩམས་པ། མང་གཙོ་གལ་ཆེན་པོ་རེད་མང་གཙོ་གལ་ཆེན་པོ་ཡིན་པ་དང་ཆབས་ཅིག་ཨ་ནི་ང་ཚོ་མང་གཙོའི་མཉམ་དུ་ང་ཚོར་མང་གཙོ་ལས་ལྷག་པའི་གལ་ཆེ་དེ་རྩ་དོན་འཐབ་རྩོད་བྱེད་དེ་རེད་རྩ་དོན་འཐབ་རྩོད་བྱེད་ཀྱི་རྨང་གཞི་འདྲ་བོ་དེ་གཅིག་སྒྲིལ་དགོས་དེ་དཔེ་མི་སེམས་མི་གལ་ཆེན་པོ་མཐོང་འདུག། ད་འདས་པའི་གནས་ཚུལ་ལ་ཡང་ལེགས་ཉེས་ག་རེ་བྱུང་ཡོད་པ་ཡོངས་རྫོགས་ཚར་བ་རེད་ད་འདི་རྒྱབ་ཀྱི་ང་ཚོ་ཉམས་མྱོང་འདྲ་ཅིག་ཕྱོགས་སྡོམ་བྱས་ཚེ་མཐའ་མ་དེ་ང་ཚོ། ང་ཚོ་བོད་པ་བསམ་པ་ཅིག་གི་འདུ་ཤེས་དང་ལྟ་བ། དེ་འདྲ་ཅིག་གི་སྒང་ནས་འགྲོ་དགོས་ཏེ་དཔེ་མི་གསལ་བའི་དེ་འདྲའི་གནས་སྐབས་ལ་ཡང་ཁ་ཚ་དགོས་གཏུགས་འདྲ་ཅིག་མཐོང་གི་འདུག་སྤྱི་བཏང་གི་ལྟ་བ་ལག་འཇུག་འདྲ་མི་འདྲ་ཨ་ནི་ཡོང་གི་རེད་ཡོང་ཆོག་གི་རེད་ཡིན་པ་ཡིན་ན་འདི་རྒྱབ་ཀྱི་ཕན་ཚུན་གཅིག་གིས་གཅིག་ལ་གུས་བརྩི་བྱེད་ཡ་དང་ཨ་ནི་གཅིག་གིས་གཅིག་ལ་ཡང་ད་རྒྱབ་སྐྱོར་ཐུབ་ཀྱི་མེད་ནོ་ཡིན་ན་དགག་བྱ་མེད་པའི་གནང་དགོས་ཡོད་དེ་དཔེ་མི་སྲིད་གལ་ཆེན་པོ་དང་ལྷག་པར་དུ་ལས་ཀྱི་སྣེ་མོར་གཏོགས་པ་ཚོས་དེའི་ཐོག་ལ་ཡང་དགོངས་པ་བཞེས་རྒྱུ་གལ་ཆེན་པོ་ཞིག་རེད་མཐོང་འདུག་ད་ག་འདྲ་ཐ་མའི་དགོངས་མོ་འདོགས་ཏེ་ག་རེ་ཞུ་ཡས་སུ་ཞུས་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་གིས་ང་ཚོ་བཀའ་སློབ། རྟགས། ལག་ལེན་རྟགས་ཀྱི་ཡིད་བྱེད་ནི། མ་ནི་གྲང་འདྲ་གྲང་མི་འགོ་བར་ཏེ། གཡས་ཏེ། མ་ནི་གྲང་འགོ་ན་བཞིན་བསགས་ཏེ་མ་ཡིན་པ། ཤོ་བལ་ཏེ། ལག་གཅིག་རྩེ་མོ་རྩེ་བ་ན་བཞིན་རྐྱང་འགོ་རིམ་བྱེད་བཀའ་སློབ་ཀྱི་རྫོགས། ཅིག། རྩེ་མོ་རྩེ་བ་ན་མ་ཡིན་པ། དོན་དུ་བཞག་བྱས་ནས། ཨ་ནི། ཐ་མའི་སྡོམ་འགྲོགས་ཏེ་རྒྱའོ་རིམ་བྱེད་ཐུགས་དམག་འབར་མ་ཅིག། བུད་མེད་སྒྲིག་འཛུགས་ཀྱི། གཟི་བརྗིད་དང་ཆེ་མཐོང་ལས་རྒྱལ་དུ་མ་བརླག་པ་བྱིན་གཞིས་ལུས་རྒྱལ་གཅེས་མི་དམངས་བློ་ཕམ་མ་འཇུག་པ་བྱིན་རྒྱ་ནག་དམར་པོའི་སྲིད་གཞུང་གི་ལག་ཆ་མ་སྦྱར་བ་བྱིན་རྒྱལ་སྤྱིའི་སྤྱི་ཚོགས་ནས་བོད་མི་བོད་མི་མཐོང་མ་བརླག་པ་བྱིན་གནང་དགོས་འདི་ང་ཚོ་བཙན་བྱོལ་ཡུལ་བོད་མི་ཀྱི་ལས་འགན་གཙོ་བོ་དེ་ཆགས་ཡོད་ཅིག་དེ་ནང་ནས་ལས་ཀྱི་སྣེ་མོར་གཏོགས་པའི་འགན་འཁུར་དགོས་དེ་གཙོ་བོ་ཆགས་ཡོད་འདུག་བསམ་པའི་ཚོར་བ་ཡི་ཐོག་ནས་ཨ་ནི་ང་ཚོའི།

བསམ་བློའི་བག་ཆགས་དང་ནུས་ཤུགས་མེད་པར་བྱས་ནས། མིང་འདི་ཡང་མི་རབས་གསར་པ་ལབ་ན་ཞིང། ཁོང་ཚོའི་བསམ་བློ། རྣམ་དཔྱོད། བྱ་སྣང། ག་རེ་ནས་རང་དབང་གི།

ཁོ་ནང་ཚོས་ནན་ཏན་ཆེན་པོས་རེ་འདུན་གནང་བའི་སྐབས་ལ་མཐའ་གཅིག་ཏུ་ཡོང་བ་རེད་ཟེར་བ་ཡིན་ནས་མ་བསྡད་རེ་ཟེར་བྱུང། ཕྱོགས་གཞན་པ་གཅིག་ནས་ད་ལྟ་བོད་པའི་སྤྱི་ཚོགས་ཆུང་ཆུང་འདིའི་ནང་ལ་འཁྲུག་ཆ་དོད་སེ་འདུག་དེ་འདྲ་ཡིན་ཙང།

གཙོ་བོ་དེ་ཚོས་སྡེ་ཚན་གང་གི་ཡང་དམིགས་བསལ་འགན་ཁུར་དག་ལས་སུ་བྱ་བ་དེ་ཡོང་ཡ་མ་རེད། གལ་སྲིད་གཡུ་བ་དབང་དུ་བཏང་གི་ཡིན་ན་ཡང་ད་ལྟ་འདས་ཡོང་ཡ་དེ་སུ་གང་གི་སྐུ་ཚབ་ཚུད་ནས་ཡོང་གི་ཡོད་མ་རེད། སུ་གང་གི་ངོས་ནས་ཕྱོགས་ནས་བཅར་ཡོད་མ་རེད། གང་ཟག་ཇི་འདྲ་བ་རང་གཅིག་གིས།

རིག་གཞུང་གི་གནས་སྟངས་ལེགས་བྱང་གི་གནས་སྟངས་མང་པོ་གཅིག་དང་འབྲེལ་བ་ཆགས་པ་ཞིག་རེད། དེ་ནས་རིམ་པས་བྱས་ནས་ཆབ་སྲིད་ཀྱི་ལམ་སྲོལ་གྱིས་སྤྱི་ཚོགས་དང་དཔལ་འབྱོར།

དཔེར་ན། སྟོན་པ་རྣམ་འདྲེན་ཞི་བ་ཤཱཀྱ་ཐུབ་པས་དགེ་སློང་གི་དགེ་འདུན་རྣམས་ལ་ཡང་དགེ་སློང་གི་དགེ་འདུན་གྱི་ལས་ཟེར་བ་ཡོངས་སུ་རྫོགས་པ་དེ་མང་གཙོ་ཡང་དག་པ་ཞིག་རེད། མང་གཙོ་ཡང་དག་པ་ཞིག་གི་སྐབས་ལ་དགེ་འདུན་ག་ཚོད་ཡོད་པ་ཡིན་ན་ཡང་ཚང་མས།

དེ་ནང་ནས་དགུ་བརྒྱ་དགུ་བཅུ་གོ་དགུ་གི་བསམ་ཚུལ་མཐུན། མི་གཅིག་གི་བསམ་ཚུལ་མ་མཐུན་པ་ཡིན་ན། ལས་དོན་འདི་ཐག་བཅད་ཐུབ་དགོས་བ་མ་རེད། མི་གཅིག་གི་བསམ་ཚུལ་དེ་ཡང་མེད་ན་ཚུལ་མཐུན་པ་བཟོ་བ་རེད། ཡང་མེད་ན། དགུ་བརྒྱ་དགུ་བཅུ་གོ་དགུ་བསམ་ཚུལ་དེ་མི་གཅིག་གི་བསམ་ཚུལ་གྱི་ཕར་འགྱུར་ཐུབ་པ་ཞིག་དགོས་བ་རེད། དེའི་རྒྱབ་ལྗོངས་ཀྱི་རྒྱུ་མཚན་ག་རེ་རེད་ཟེར་ན། མིའི་སྐྱེ་འགྲོ་དེ། རིག་པ་ལ་བརྟེན་ནས་སྲོག་ཆགས་ཀྱི་སྲུང་བ་ཡིན་ཙང། རིག་པའི་ལམ་ནས་ལྟ་དཔྱད་བྱེད་ཤེས་མཁན་གྱི་སྲོང་བརྟན་གྱི་སྲུང་བ་ཡིན་ཙང། མི་གཅིག་གི་བསམ་ཚུལ་དེ་ལ་རྒྱུ་མཚན་ལྡན་པ་ཡིན། དགུ་བྱ་དགུ་བཅུ་གོ་དགུ་ལ་རྒྱུ་མཚན་འདི་བཤད་ནས་ད་བེད་ཐུབ་ད་ཅི་གོ་བ་རེད།

ཀུན་འབྱུང་བར་འགྱུར་ཟེར་ཏེ། སྤྱི་བཏང་ནོར་འཆོར་རེད། མང་གཙོའི་ཐ་སྙད་འདྲེ་མོ་ཀ་ར་སི་ཟེར་ཏེ་འདྲེ་མོ་ཞིག་ལ་དེ་མང་ཚོགས་ལ་གོ་ནས་ཨ་ནི་མང་ཚོགས་ལ་དབང་བསྒྱུར་ཟེར་གྱི་ཤི་ལུས་བ་རེད། ད་འདི་བཤད་པའི་སྐབས་ལས་སྐད་གྲགས་ཆེན་པོ་ཅི་ག་ལ་ཡོད་ཟེར་ན་མི་མང་གིས་མི་མང་གི་ཆེད་དུ་མི་མང་གི་སྲིད་གཞུང་ཟེར་བ་སུ་རེད།

ཁྲེང་ཏུའུ་ལ་ལེ་ནི་ཕར་ཡག་གི་ལས་ཀ། ཁྲེང་ཀའེ་ལེ་ཉེས་པ་བཅོས་ཡག་གི་ལས་ཀ། བཅས་ཙམ་སྟེ་གསུམ་པོ་དེ་རྒྱལ་པོའི་རིང་ལུགས་དང། སྤྱི་འཐུས་དབང་འཛིན་རིང་ལུགས་ག་པ་ཡིན་པ་ཡིན་ནས་དེ་གསུང་རྒྱག་ལོ་རོགས་ཡང་མེད་ན་གང་ཟག་གཅིག་གི་ལག་པ་ལ་ལས་འདེད་ཀྱི་བ་རེད་ཡང་མེད་ན་སྡེ་ཚན་གཅིག་གི་ལག་པ་ལ་ལས་འདེད་ཀྱི་བ་རེད།

དེ་ནས་ཕྲིན་བཟོད་པའི་རྗེས་ལ་ཡང་ཕྲིན་དེ་རྣམས་ལ་ད་འཛིན་སྐྱོང་གི་ལས་ཀ་བྱེད་ན་དེ་ཟས་བྲིས་པའི་རྗེས་ད་དེ་འཛིན་སྐྱོང་གི་སྡེ་ཚན་གྱི་རྗེས་ད་དེ་གཉིས་ཀྱི་རྗེས་ལ་ཡང་ཕྲིན་དང་འགལ་བ་རེད་མ་འགལ་བ་རེད་ཕྲིན་གྱི་འགྲེལ་བཤད་བྱ་སྟངས་ཏག་ཏག་བྱུང་བ་རེད་མ་བྱུང་བ་རེད་ནང་ཉིད་ཡུལ་བ་རེད་མེད་པ་རེད་དེ་ཐག་བཅད་ཡག་དང་ནང་ཉིད་ཡུལ་བ་ཡིན་ན་དེ་ལ་ཡང་ཉེས་པ་གར་བྱེད་རེད་དེ་ཐག་བཅད་ངེས་དེ་ཕྲིན་ལས་དབང་འཛིན་པ་རྒྱུད་བྲིས་ཤིག་ཟེར།

གཅིག་སྤྱིར་བཏང་འཛིན་བྱ་ཡག་གི་ལམ་སྲོལ་བརྒྱུད་ཡོད་པ་དང་ལམ་ཁ་རག་བྱེད་ཡོད་པ་གཅིག་གིས་མང་བ་བྱེད་ཀྱི་ཡོད་པ་ཡིན་ན་ནི་གཞན་པ་གཅིག་གིས་དེ་ལ་ཡང་བཏང་འཛིན་བྱེད་ཡག་ཡོད་པ། བརྗིད་ཉམས་བཏང་འཛིན་ཟེར་ཡག་དེ། Check and Balance དང་ཨིན་ཇི་སྐད་དུ་ལབ་དོ་ང་ཚོ་བོད་སྐད་ལ་ཡང་བརྗིད་ཉམས་བཏང་འཛིན་ཟེར་ལབ་པ་རེད། དེ་གསུམ་པོ་དེ་སྤྱི་བཏང། གཅིག་གིས་གཅིག་ལ་ལས་དོན་ལས་ཇུས་ལྡོག་བྱས་ཡ་མེད་པ་གང་ཞིག་ལ་ཡང་ནོར་འཁྲུལ་ཕྱིན་པའི་སྐབས་ཡ་ཡོ་བསྲང་བྱས་ཡ་བའི་དོན་དག་ལ་སྟངས་འཛིན་བྱས་ཡ་གོ་བ་རུ་གཅིག་ཡོད་པའི་ཆེད་སྟབས་བདེ་འཕྲིན་གྱིས་ཐོག་ནས་བཟོ་སྟངས་གཅིག་གི་ཐོག་ནས་ལྟ་འདོགས་སུ་ཕྱིན་པ་རེད་སྟབས་དེ་རབ་དེ་ལྟ་ང་ཚོས་ལྟ་གྲུབ་ཀྱི་སྙིང་རིན་རབ་གཅིག་དེ་རེད། བསྟེན་གསོལ་དབང་ཆ་དང། འཕྲིན་སྒྲོག་དབང་འཛིན་དང་འཛིན་སྐྱོང་གི་དབང་ཆ་གསུམ་པོ་དེ།

མང་གཙོའི་སྤྱི་ཚོགས་འམ་མང་གཙོའི་རྒྱལ་ཁབ་ག་འདྲས་ཕྱིན་པ་ཡིན་ན་ཡང་གཞི་རིམ་གྱི་ཁྲིམས་ཟེར་ན་ཡང་མི་འདུག་རྩ་ཁྲིམས་ཟེར་ན་ཡང་མི་འདུག་དེ་འདྲས་གཅིག་པུའོ་རེད། དཔེར་ན་ང་རང་ཚོ་བཅའ་བཞག་པ་ཡིན་ན་བཙན་བྱོལ་བོད་མིའི་བཅའ་ཁྲིམས་ཟེར་ཡ་དེ་གཞི་རིམ་གྱི་ཁྲིམས་རེད། དེ་འདྲ་བའི་གཞི་རིམ་གྱི་ཁྲིམས་དེ་ག་རེ་སྤྲད་ཀྱི་ཡོད་རེད་ཟེར་ན། ཁྲིམས་ལུགས་གཞན་པ་གང་ག་བཟོ་ཡག་གི་ཆ་ཅན་དེ་སྤྲད་ཀྱི་ཡོད་རེད་སྒྲོམ་གཞི་དེ་སྤྲད་ཀྱི་ཡོད་རེད།

བརྗོད་པ་དང་པོ་གཉིས་པ་སི་ཡ་དེ་ཚོ་ནོམ་འཇོག་རེད་ད་ལྟ་ལག་ལེན་བསྟར་གྱི་འདུག་ང་ཚོ་མང་ཆེ་བ་ཅི་བྱ་ག་ལ་ཡོད་སུ་རེད་ང་ཚོས་རབ་ཏུ་བྱུང་བའི་དགེ་འདུན་གྱི་ལས་ཅིག་བྱས་པ་ཡིན་ན་ཡང།

ཁྲིན་ཏུའུ། འཛིན་སྐྱོང། ཁྲིན་ཏུའུ་ཝང་ཚན་གསུམ་པོ་དེ། གང་ཟག་གམ། སྡེ་ཚན་གཅིག་ལས་མེད་པ་བྱས་ནས་སྡེ་ཚན་སོ་སོའི་དབྱེ་བ་ཡོད་པ་ཞིག་བྱེད། གང་ག་ལ་བགོ་བཤའ་རྒྱག་ཡོད་མེད་བྱེད། བགོ་བཤའ་རྒྱག་པ་དེ་སྡེ་ཚན་སུམ་བརྒྱ་ལོ། རང་དབང་གི་སྡེ་ཚན་མ་གཏོགས་སྡེ་ཚན་གཅིག་གིས་སྡེ་ཚན་གཞན་པ་ལ་ཡང། ཐེ་ཇུས་བྱེད་ས་མེད་པ་ཞིག་བྱེད། ད་སྡེ་ཚན་སུམ་བརྒྱ་ལོ་བའི་ཕྱག་ལས་གནང་སྟངས་དེ། གཏན་ལ་ཕབ་པའི་འཕྲིན། ག་འདྲའི་ཆོས་འདིའི་ཐོག་ནས་འགྲོ་དང་འགྲོ་ཡ་མ་གཏོགས་པས། མི་སོ་སོའི་བསམ་བློ་བཏང་ནས་འདི་འདྲའི་བྱས་ན་ཡག་པོ་འདུག་འདི་འདྲའི་བྱས་ན་ཡག་པོ་མི་འདུག་བསམ་དྲན་ཡ་དེ་འདྲའི། ད་མི་སོ་སོའི་བསམ་བློ་བཏང་ནས་བཟོས་སྐབས་ལ་ལས་འཆར་ལྟ་བུ་ཅན་པ་ཡིན་ན་མི་སོ་བསམ་བློ་བཏང་ནས་བཟོ་ཡ་རེད་བ། ཡིན་ནའི་ལས་འཆར་དེ་ལག་ལེན་ལ་བསྟར་བའི་སྐབས་ལ་ཡར། འཕྲིན་གྱི་ཆ་རྐྱེན་ག་འདྲི་ཡོད་ན་བཞིན་ལག་ལེན་ལ་བསྟར་བ་མ་གཏོགས།

གང་ཟག་རང་རང་སོ་སོས་བྱ་བ་བྱེད་སྟངས་ཀྱི་གོམས་གཤིས་དེ་ཁྲིམས་ཀྱི་དབང་བསྒྱུར་གྱི་ཐོག་ནས་འགྲོ་ཡག་གི་གོམས་གཤིས་ཡག་པོ་ཅིག་མ་ཆགས་པ་ཡིན་ན་ཁྲིམས་དང་སྒྲིག་གཞིས་ལས་དོན་ལས་ལྷག་ཏུ་གཏང་ཡག་གི་ཚབ་ལ་དཀའ་ལས་ཁག་ཏུ་གཏང་གི་འདུག་བསམ་པ་བྱིན་འདི་ལོག་རྟོག་ཆེན་པོ་ཅིག་རེད་བྱས་ཙང་མང་གཙོའི་ལས་བྱང་ཡོད་མཁན་ཅིག་ཡིན་པ་ཡིན་ན་ཁྲིམས་དང་སྒྲིག་གཞི་མེད་པ་ཡིན་ན་ངས་བྱེད་བཞིན་མི་འདུག་བསམ་པ་དང་འཚོ་བ་དག་རང་སླད་དགོས་ཅིག།

མདོ་བརྒྱ་ཕྲག་ཁ་ཤས་ཕྱིན་པའི་རིང་ལི་ཡ་འཛམ་བུ་གླིང་གི་རྒྱལ་ཁབ་མང་བོ་ལ་དབང་བསྒྱུར་བྱས་ནས་འདུག་ཟེར་བས་དེ་འབྲེལ་གྱི་རྒྱལ་ཁབ་དེ་ཚོ་ལ་ཡང་ཡིག་ཐོག་ལ་མེད་པའི་འཕྲིན་དེ་འདྲས་ནི་ཡོད་སྲིད་པ་ཅི་རེད་གང་ལ་ལོ་ཡིན་གྱི་མིན་གྱི་ཡིག་ཐོག་ལ་འཁོད་དགོས་པས་ཡིན་ནའི་དེང་རབས་ཀྱི་ད་མི་རིགས་དང་རྒྱལ་ཁབ་གསར་བ་མང་ཆེ་བ་བཅས་ཀྱི་འཕྲིན་ལུགས་དེ་ཡིག་ཐོག་ལ་འཁོད་པ་ན་ཡིག་ཐོག་ལ་མ་འཁོད་པ་ཡིན་ན་ཕལ་ཆེར་དབྱིན་ཇི་ནང་བཞིན་གྱི། སྲོལ་རྒྱུན་སྟག་ར་འགྲོ་ཐུབ་ཡག་ཁ་པོ་ཡིན་གྱི་རེད་བསམ་འདུག་ཁོ་རང་ཐོག་ཁང་གི་དེ་གོང་ཤི་རབས་ཅིག་གིས་འགྲོ་ཐུབ་ཡག་གི་ནུས་པ་ཅིག་ཡོད་བསྡད་པ་དེ་རེད། ད་ཁྱེད་རང་གིས་གནས་བབ་འདི་འདྲ་ཅིག་ཞུས་པའི་རྗེས་ལ་ཡང་ད་ང་རང་ཚོས་བཙན་བྱོལ་བོད་མི་ལྟ་བུར་མཚོན་པས་ན་བཙན་བྱོལ་བོད་མིས་ཡང་དག་པའི་མང་གཙོའི་ལམ་སྲོལ་དེ། ཆ་ཚང་བ་ཇི་ལྟར་མ་ནོར་བ་ཅིག་ལ་ལས་ལ་བསྟར་ཡག་གི། གནས་སྐབས་ག་དུས་ནས་བྱུང་བ་རེད་ཟེར་ན། བཙན་བྱོལ་བོད་མིའི་བཅའ་ཁྲིམས་གཏན་ལ་ཕབ་པ་ནས་བྱུང་བསྡད་པ་ཅིག་རེད། བཙན་བྱོལ་བོད་མིའི་བཅའ་ཁྲིམས་གཏན་ལ་མ་ཕབ་པའི་སྔོན་ལ་ཡང། ཡིག་ཐོག་ལ་མེད་པ་ཡིན་ན་ཡང་ད་སྲོལ་རྒྱུན་གྱི་ཁྲིམས་གཞི་ལ་མ་གོ་ཡོད་བསྡད་པ་ཅིག་རེད། སྤྱི་སྟངས། སྤྱི་དོན་དགུ་བརྒྱ་དྲུག་ཅུ་ཐམ་པ་ལ་ཡང།

ཅི་ཡིན། བཙུན་དོན་ལྟ་བུ་ཅན། ཡང་མིན་ན། ཅིག་ཕྱི་སྟོང་འདྲ་བོ་ཅི་ལ་ཡ། བརྒྱུད་པས་ཟིན་པའི་རྒྱལ་པོ་ཡིན་ནི་ལགས་དེ་འདྲའི་ཡང་རེད་དེ་ནི་ད་ལྟ་ཡང་ལོ་མ་མང་པོ་རེད་དེ་ན་དབྱིན་ཡུལ་ལྟ་བུ་ལ་ཆ་མཚོན་པ་ཡིན་ན་ད་མང་གཙོ་ཞི་བུ་ཅིག་རྙིང་པ་དང། གང་གཱའི། ཕ་མེས་ལྟ་བུ་ཡིན་ཟེར་བ་འདི། ཁོ་ཚོ་ཡང་ད་ལྟ། རྒྱལ་པོ་ཡུལ་བའི་ལམ་སྲོལ་དེ་རེད།

འཛིན་སྐྱོང་གི་འགོ་ཁྲིད་དེ་ཐད་ཀར་མི་མང་གི་ཡོན་ཏན་ཅན་ནས་ཡོང་བ་ཅིག་ལ་ཨ་ནི་སྲིད་འཛིན་ལམ་སྲོལ་ཟེར་བ་རེད། དཔེར་ན་རྒྱ་གར་ལྟ་བུ་གྲོས་ཚོགས་ཀྱི་ལམ་སྲོལ། ཨ་རི་ལྟ་བུ་སྲིད་འཛིན་གྱི་ལམ་སྲོལ་ད་དེ་ཚང་མས་ཇི་འདྲ་ཞིག་རེད། སྲིད་དོན་གྱི་ཤོག་ཁག་མེད་པའི་ཡང་དག་པའི་མང་གཙོའི་ལྟ་གྲུབ་དེ།

ཡོད་ཀྱི་གངས་རིས་གངས་རིས་ན་བཞུགས་ན་ཞེས་བཙོན་ཁང་གི་ནང་ནས་དགར་ཞོར་རེད་དེ། ལྕགས་རི་གང་ནས་མཆོངས་རྗེས་བྲོས་འགྲོ་མཁན་གྱི་ད་མི་སྐད་གྲགས་ཆེན་པོ་གཉིས་དེ་རེད། བྱས་ཙང་ཁོ་གཉིས་རྒྱ་གར་རང་བཙན་ཐོབ་པའི་རྗེས་ལ་གཉིས་ཆ་ལོག་གིས་ཆབ་སྲིད་ཀྱི་ཐོག་ནས་མང་ཚོགས་ཀྱི་ཞབས་འདེགས་ཞུ་ཐུབ་ཡག་རེད་མི་འདུག་ད་ང་ཚོ་ཆབ་སྲིད་བཞག་ནས

ལྟ་གྲུབ་འདི་དང་མཉམ་འདོར་ལ་ཡང་ནི་སྲིད་དོན་གྱི་ཤོག་ལྷག་མེད་པས་མང་གཙོ་ཟེར་འདི་དགོངས་ཚུལ་དེ་རྒྱུན་པར་དེ་གནད་ཆེན་པོ་ཞིག་རེད་བསམ་འདུག་ད་དེ་ཅི་ཡོང་གི་གནས་སྟངས་རེད་ཅེས་བྱས་ད་ང་རང་ཚོའི་བོད་པས་ད་ལྟ་ལག་ལེན་བསྟར་བཞིན་པའི་མང་གཙོ་འདི་ལ་མཚོན་པ་ཡིན་ན། རྗེ་འབེག་གི་རྟ་དྲུག་དང། སྦི་ནོ་བ་བར་གྱི་སོ་རཱ་ཇི་ཤཱ་སྟིར་དང་མཐུན་པ་བྱས་ནས་སྲིད་དོན་གྱི་གཤོག་པ་མེད་པའི་མང་གཙོ་དེ་རེད། སྲིད་དོན་གྱི་གཤོག་པ་མེད་པའི་མང་གཙོ་ཡིན་པ་གང་ཞིག་ལ། མང་གཙོའི་དེའི་ལམ་སྲོལ་དེ་སྲིད་འཛིན་གྱི་ལམ་སྲོལ་དང་གྲོས་ཚོགས་ཀྱི་ལམ་སྲོལ་གཉིས་ཆ་དང།

ནུས་ལྡན་བྱེད་པའི་ཆབ་སྲིད་ཀྱི་དབུ་ཁྲིད་ལ་རྩིས་སྤྲོད་གནང་ཡག་གི་གོམས་གཤིས་དེ་མཉམ་མུ་ཅི་ནས་ཡོད་པ་བྱས་ད་ང་ཚོའི་སྐབས་ལ་ཡག་དེ་དངོས་སུ་ལག་ལེན་བསྟར་དགོས་ཡག་གི་བཀའ་སྤྱི་མདོ་སྨད་བེད་སྤྱད་ད།